ཨ་ནི་ངའི་དྲི་བ་དང་ཤོས་དེ་གི་ལ། ད། བལ་ཡུལ་ནང་ལ་ཡོད་པའི་གི་མཆོད་རྟེན་བྱ་རུང་ཁ་ཤོ་ཞེས་པ་འདི་ཨན་ཅིག་གི་ནང་བལ་གི་གནས་རྩ་ཆེན་པོ་གར་ཕྱིན་ཆགས་ཀྱི་ཡོད་རེད་དེ་ཅིག་གསུང་རོགས་གནང་ཞུ་ཡིན། སྤྱི་དང་ད་ལྟ་དེ་མཆོད་རྟེན་གི་རིགས་སུ་གྱུར་པ་དེ་ལ་ང་ཚོས་ནམ་རྒྱུན་མཆོད་པ་ཕྱག་མཆོད་འབུལ་བྱེད་ས་དེ་ལ་སྐུ་གསུང་ཐུགས་རྟེན་ཟེར་ནས་སྐུ་ཡི་རྟེན་གསུམ་གི་རྟེན་ཐུགས་ཀྱི་རྟེན་གསུམ་བརྩི་གི་བ་རེད། བློ་སེང།

ད་བྱེ་བྲག་ཏུ་ད་ལྟ་གར་ཟེར་བ་རེད་འོ་རེད་ད་ལྷག་པར་དུ་ཨ་ནི་སངས་རྒྱས་ཀྱི་རིང་བསྲེལ་ཡོད་ན་སྐུ་ཡི་རིང་བསྲེལ་ཟིན་ནས་ད་སངས་རྒྱས་ཀྱི་སྐུ་གདུང་དང། ཨ་ནི་གསུང་གི་རིང་བསྲེལ་བྱས་ནས་ད་རྒྱལ་བའི་བཀའ་འགྱུར་དང་དུས་ཚོད་ཨ་ནི་གཟུངས་ལ་ཡག་ཕུལ་བྱས། ཨ་ནི་དེ་འདྲའི་གི་ཨ་ནི་ཕྱག་མཆོད་འབུལ་བྱས་པ་ཡིན་ན་ཨ་ནི་བསོད་ནམས་ཤི་བོ་ས་ཐོ་བས་དང་སྡིག་པ་ཤི་བོ་ད་ཐོ་བས་གི་ཅི་དང་དེ་འདྲའི་ཚིག་གི་བ་རེད།
ཨ་ནི་བྱ་རུང་ཁ་ཤོར་ལ་དམིགས་བསལ་གི་ད་སྤྱི་ཡོངས་ནས་ད་ག་རིགས་ན་མེད་ན་ང་ཚོ་བོད་པས་ཀྱིས་ད་དམིགས་བསལ་གྱིས་བྱ་རུང་ཁ་ཤོར་ལ་ཡང་རྩིས་ཡས་ཅིག་དེ་འདྲ་ཅིག་ཡོད་ས་རེད། དེ་ག་རེད་ཟེར་ན་བྱ་རུང་ཁ་ཤོར་གྱི་ཆོས་ལྡན་ཞང་ཡའི་ལོ་རྒྱུས་དེ་ང་ཚོ་བོད་ལ་སངས་རྒྱས་བསྟན་པ་དར་ཡས་ཀྱི་དང་འབྲེལ་བ་ཡོད་དེ་བ་དེ་འདྲིག་གི་ཆ་ནས་གཅིག་བྱས་ན་བཀའ་དྲིན་ཆེ་ལྡན་སུ་འདྲ་བ་ཞིག་གི་ཐོག་ནས་དེ་འདྲིག་ཡིན་སྲིད། བོད་པས་ཀྱིས་བྱ་རུང་ཁ་ཤར་ཉམས་གསོ་བྱེད་ངེས་རེད་ད་ད་བར་དུ་ད་གནའ་སྔ་ནས་བྱས་ནས་ད་ད་ལྟ་བར་དུ་བྱ་རུ་འགའ་ཤས་ཉམས་གསོ་བྱས་རེད་ཀྱང་བྱ་རུ་འགའ་ཤོས་ལ་ཆག་ཆེན་པོས་བྱས་རེད་དེ་ཚོ་ལ་བོད་པས་ཀྱི་དམིགས་བསལ་གྱི་དེ་གནང་གི་འདུག།
དེ་ནས་ཀྱི་ལ། བྱ་རུ་འགའ་ཤོས་མཆོད་རྟེན་འདི་ལྟ་བས་ན་ང་ཚོས། གནས་སྐོར་འགྲོ་ཡོང་དུས་ག་ལ་ཡ། མཆོད་རྟེན་མཇལ་བ་ཙམ་ལས་ཡང་ཅིག་གི་མཆོད་རྟེན་འདིའི་ཡང་ཅིག་གི། ཞབས་ལ་ག་རེ་འདུག་ཨ་ནི་ཡང། བར་ལ་ག་རེ་འདུག་ཐོག་ལ་ཡང་ག་རེ་འདུག་དབྱིབས་དང་བཀོད་པའི་ཆ་ནས་ཀྱི་ལ་འགྲེལ་བཤད་ག་འདྲས་གནང་སྲོལ་ཡོད་ན། མཆོད་རྟེན་གྱི་བྷ་གའི་བདག་གིས་ཞུས་པ་ན་བྱིན་ཅིག་ནས་མཚོན་དོན་བཅས་ནི། ད་མ་གའི་མཆོད་རྟེན་གྱི་འོག་གཞི་སྟེགས་ཀྱི་ནི། ཆོས་ཀྱི་ད་རྨང་གཞིའི་ནི་མི་དཀྱིལ་བཅུ་སྤོང་ནས་དགེ་བ་བཅུ་བསྒྲུབ་དགོས། ཆོས་ཐམས་ཅད་ཀྱི་ད་གཙང་མའི་གྱི་རྨང་གཞི་འདི་ད་ཡ་རབས་སྤྱོད་བཟང་ཟིན་ནས་མི་འདུག་བ་འདི་གཞི་རྟེན་འདྲ་བོ་བཞག་པའི་ཐོག་ནས་སྟེགས་ཀྱི་མཚོན་དོན་དང། དེའི་སྒང་ལ་བྱང་ཆུབ་གསོལ་སྟོན་བཅས་ནི། ད་ཐེག་ཆེན་དང་ཐེག་དམན་ཡོངས་རྫོགས་ཀྱི་ད་ཉམས་ལེན་གནང་ཡས་ཀྱི་བྱང་ཆུབ་གསོལ་སྟོན་བང་སྒྲིག་ནི་བྷ་གའི་ཁྲིད་རིམ་པ་བཞི་དང།

དེ་འདྲའི་སྟོབས་བཅུ་ཟེར་ཡང་འདྲ་བོ་དང་བདུད་རྩི་དང་ནི་སངས་རྒྱས་ཀྱི་ནི་གསུང་བ་མེད་པ་རྣམ་པ་གསུམ་ཟེར་ཡང་ཚོན་ཡང་དེ་འདྲའི་དང། ད་གང་ལ་ནི་གར་སིག་གུ་རེ་འདུག་འདུག་ཤར་གི་བ་རེ་འདི་ཀྱིས་ད་སྙིང་རྗེ་ཆེན་པོ་བྱས་ནས་ད་ཡོན་ཏན་དེ་ཐམས་ཅད་ཐོབ་པའི་འབྲས་བུ་དེ་ལ་བརྩེ་བས་ཐོག་ནས་ད་གཞན་ཕན་བྱེད་ཡས་དང་ཤི་བའི་ཤིང་ལ་སྐྱོབ་ཐུབ་བས་དེ་འདྲའི་ཚོན་ལྡན་དང་ད་ཉི་མ་ཟླ་བ་ཞག་ཡས་དུས་ཚོད་ཀྱི་ཐབས་ཤེས་ཟུང་འབྲེལ་ཚོན་ལྡན་འདྲ་བོ་དེ་འདྲའི་གི་ནི་ཚོན་ལྡན་དེ་བས་གསུང་གི་འདུག།
ངས་འདི་ལ་ད་ལྟ་དབྱིབས་དང་བཀོད་པའི་སྐོར་ལས། ད་ལྟ་མཆོད་རྟེན་གཞན་པ་མང་པོ་ཡོད་པའི་ནང་ལོགས་ནས་བལ་ཡུལ་གྱི་མཆོད་རྟེན་འདི་གསུངས་ཡོང་དུས་གང་ལ་ཡ་མཚོན་དོན་ད་ངོ་ཤེས་ཀྱི་མཚོན་དོན་གཙོ་བོ་གཅིག་དེ། མཆོད་རྟེན་འདི་གི་ཏོག་ལ་ཡ་སངས་རྒྱས་དགོངས་དང་སྤྱན་གཉིས་དང་ཤངས་གཅིག་འདུག་ཟེར་ནས་ཕྱོགས་བཞི་ཀ་ལ་འདུག་ལ། འདི་ལ་འདི་གི་མཚོན་དོན་དེ་ག་རེ་བྱ་དགོས་རེད་ལ། དམིགས་བསལ་གྱིས་ད་ལྟའི་དཔེ་ཆའི་ནང་ལ་གསལ་ཁ་དེ་འདྲ་ཁྱེད་བྱས་མ་སོང། ལ་སེང། ད་ནམ་རྒྱུན་ད་ཅན་ཅན་གྱི་མཚོན་དོན་ལ་གཙོ་བོ་ད་ཁྱིམ་པ་ལ་སྦྱར་གི་བ་རེད། ལ་སེང། ཕ་གིས་ནམ་རྒྱུན་ཅན་བྲིས་ཡོང་དོན་ད་ཚང་མ་མཐོང་སྟེ་དངོས་ཡོད་གནས་ཚུལ་ཇི་ལྟ་བ་བཞིན་དུ་མཁྱེན་ཏེ་དེ་འབྲེལ་གྱི་ཁྱིམ་པ་ལ་ཡང་སྦྱར་གི་ཡོད་རེད། ལ་སེང། ད་ད་ག་ནང་བཞིན་ད་ད་ཅན་རིས་སིའི་ལ་ནས་ང་ཚོས་དེ་སྦྱར་གི་བ་རེད་བ། ཅན་རིས་སིའི་ལ་དུས་ད་དམིགས། ཞེ་ས་མ་བྱས་ན་སྤྱན་ཁྱོད་ནི་མ་བཙུམས་ནས་ག་དུས་ཡིན་ན་ཟིག་དེ་ངས་སྐད་ཆ་དེ་གས་མཚོན་དོན་ག་རེད་ཟེར་ན་སྙིང་རྗེ་གི་ཐོག་ནས་སེམས་ཅན་ལ་ཡག་ག་འདྲི་ད་སེམས་ཅན་དོན་བྱེད་དགོས་གི་འདུག་ག་དུས་ཡིན་ན་གོང་ཞུ་ངས་དེ་འདྲི་གི་མཚོན་དོན་བྱ་རེ་འོང་དུས་དེ་འདྲི་བྱར་པ་ཡིན་ན་ད་སྙིང་རྗེ་དང་ནི་ཤེས་རབ་གཉིས་ལ་ཡག་བྱ་རེ་དེ་འདྲི་ཡོང་ཡོང་ཆོག་གི་འདྲ་བོ་བྱ་དགོས་བ་རེད། མི་སྲིད།
ཨན་གྱིས་ལ། མཆོད་རྟེན་ཀོ་ར་ལ་ཡ་ཕེབས་པའི་སྐབས་ལ་ཡང་ཅིག་ཟུར་དེ་ལ་སྲུང་མ་ཅིག་འདུག་གི་ལ་དེ་ལ་ཡང་ཅིག་ཚེ་བཟང་དུས་བཟང་ལ་ཡ་ཨ་ནི་བོད་པ་རེད་ཡང་ཅིག་བལ་པོ་ཡུལ་པ་ཚོས་དེ་ལ་ཡ་ཕྱག་མཆོད་འབུལ་དེ་འདྲས་དང་ཕྱག་འཚལ་བསྐོ་སྦྱོང་དེ་འདྲས་ཕྱི་མཆོད་ཕུལ་བ་དེ་འདྲས་ཅིག་དོ་སྣང་བྱུང་སོང་གི་ལ་དེ་སྲུང་མ་དེ་གར་ཆགས་དགོས་རེད་དེ་གི་ཡང་ཅིག་གསུང་རོགས་གནང་ཞུ་གི། དེ་ལ་ད་ད་ལྟ་ཇེ་ཧ་འགྲོ་དེ་ཁ་ཤི་ངའི་ཨ་མཆོག་ལ་གོ་ཡ་ར་མ་བྱ་ཟིག་མ་ཟིག་དེ་འདྲས་ཇེ་ཧ་འགྲོ་ངན་དེ་འདྲས་འདུག། ཡིན་ན་འདི་ད་ཁུངས་ཏན་ཏན་ཡོད་མ་རེད། ངས་བྱས་ན་དེ་ནི་ཆོས་ལྡན་གྱི་སྲུང་མ་རེད་འཕྲོག་མང་སེ་ནི། ནམ་རྒྱུན་བློས་རྒྱུན་ནང་ལ་ཡོད་རེད། འོ་ད་དེ་གཅིག་པ་གཅིག་ཀྱང་འཕགས་པ་ཞུམ་མཁན་ལས་ཡོད་རེད། ད་དེ་ངེད་ཀྱི་བྱེད་རལ་ལ་བྱས་པ་ཡིན་ན་དེ་ཁ་ལ་སྲུང་མ་དེའི་ཁ་ནང་ལ་སྤུ་གུ་སིམ་ལྡིང་མཁན་གཅིག་ཡོད་རེད་སྤུ་གུ་རོ་ལག་རོ་ད། བྱས་ན་དེ་བྱས་ན་འཕྲོག་མང་སེ་དེ་རེད། ད་དེ་སྲུང་མ་ཙམ་རེད་མ་གཏོགས་ཤི་དྲག་དམིགས་བསལ་དེ་སྐྱེ་ཡོད་མ་རེད། ལོས་སུ་ལོས་སུ། ཅི་དང་གྱི་ལ།
འཕྲོས་དོན་བྲི་བར་འགྲོ་ཆགས་འདི་གི་འདུག། མཆོད་རྟེན་ཞབས་ལ་ཡ་སྲུང་མ་འདི་ཅིག་ཡང་བཞག་དགོས་ཡ་གི་མཚོན་དོན་ཞུ་དགོས་རེད་པས། ཅིག་མཆོད་རྟེན་སྲུང་ཡའི་ཆེད་དུ་རང་སྲུང་གི་ཡོད་རེད་པས་ག་རེ་རེད་གི་ལ། རེད་ད་མཆོད་རྟེན་དང་དགོན་པ་ཁག་གི་ད་ཕ་གི་འདི་ནང་ལོ་ལ་སྲུང་མ་བཞག་ཡ་དེ་ད་སྲུང་སྲུང་ཡའི་གི་ཆེད་དུ་རེད། བྱས་ཙང་ད་ད་བོད་འདི་པ་ཡིན་ན་ད། སྲུང་མ་འདི་དགོན་པ་ནང་ལོགས་ལ་བཞག་བཞག་རེད་མ་གཏོགས། བོད་ཡིག་གི་དགོན་པ་རྙིང་པ་ག་བ་འགྲོ་བ་ཡིན་ནས། སྲུང་མ་འདི་དགེ་བསྐོར་ཁྲིད་ཀྱིས། ལག་པ་གཡས་གཡོན་གང་རུང་གཅིག་གིས་རྒྱང་ལ་བཞག་བཞག་བ་མ་གཏོགས་གཙུག་ལག་ཁང་དངོས་གཞིའི་ནང་ལོགས་ལ་སྲུང་མ་ཁྱོན་ནས་མི་འདུག། དེ་བྱས་པ་ཡིན་ན་གནའ་སྔ་མོ་རྒྱ་གར་དང་བོད་ཡུལ་འདི་པ་སྲུང་མ་དགོན་པ་ནང་ལོགས་ལ་བཞག་ནས

དེའི་མཆོད་རྟེན་བཞེངས་པའི་གི་ལོ་རྒྱུས་གསུང་སྲོལ་ཡོངས་གྲགས་འདི་ད་ཡང་མ་བྱ་རྩིས་མེད་སྐོར་ལ་ཡར་འཕྲོས་ཡོང་དུས་ས་ཆ་རྒྱ་ཆེན་པོ་དེ་འདྲའི་ཆེ་ལ་ཡར་ད་མཆོད་རྟེན་ནང་བལ་གྱི་མཆོད་རྟེན་ནང་ལོགས་ནས་ཆེ་ཤོས་ཁྲོད་ཅིག་ད་འཛམ་གླིང་གི་གནའ་རྫས་ཁོ་ན་ཚོས་གི་བདག་ཉར་བྱེད་དགོས་བལ་གི་ད་རྟེན་རྙིང་ཤོས་གྲས་ལ་ཡར་ད་ངོས་འཛིན་གནང་དགོས་བལ་དེ་འདྲ་འགྲོ་བོ་ཅིག་གི་ད་ནང་བལ་གི་གནས་རྩ་ཆེ་ཤོས་བྱེད་མཆོད་རྟེན་རྙིང་ཤོས་གྲས་བྱེད་དགོས་རེད། འདི་ལོ་རྒྱུས་དེ་གས་ལ་ག་འདྲའི་གསུང་སྐོར་མ་བྱ་རྩིས་མེད་གི་ས་རྒྱུན་མཆོད་རྟེན་ཆེན་པོ་དེ་འདྲས་བཞེངས་ཐུ་ཡས་འདི།

བོད་ཡུལ་ནང་ལོགས་ལ་ད་ཇ་དིའི་ཚོ་དེ་ངན་སྐད་བཤད་ཀྱི་འདུག་ཨ་ཇ་ཚིག་མ་ལ་དེ། ཇ་དིའི་ཚོ་དེ་ངན་ཨ་མ་གཅིག་ལ་ཨ་ནེ་སྤུ་གུ་བཞི་སྐྱེས། ཨ་ནེ་སྤུ་གུ་བཞི་དེས་ད་རང་མགོ་ཐོན་པ་བཟོས་ཚར་བའི་རྗེས་ལ་ད། དེ། བསོད་ནམས་བསགས་ཡས་དང་ཨ་སེམས་ཅན་མང་པོ་ལ་ཕན་ཐོགས་ཡོང་ཡས་དང་ད་དེ་འདྲི་ཞིག་བྱེད་དགོས་ཀྱི་འདུག་ཆོས་བྱེད་དགོས་ཀྱི་འདུག་དགོངས་ནས་དེ་བསམ་རྗེས་ཨ་ནེ་དེ་ཡི་ཆེད་དུ་ད་མཆོད་རྟེན་བཞག་ཡས་ཆེད་དུ་རྒྱལ་ཕུར་ལ་ཡག་འདི་བྱས་པ་རེད། མཆོད་རྟེན་བཞག་ཡས་ད་ས་ཆ་ཞིག་སྤྲད་རོགས་གྱིས། ད་དེ་དེ་ཞུས་དུས་ས་ནས་ད་ལྟ། ལོ་རྒྱུས་ནང་ལོགས་ལ་དེ་འདྲའི་མཐོང་མ་སོང་སྟེ་ཁ་རྒྱུན་ལ་ཡང། གླང་གོག་ཅིག་གིས་ད་ཀོ་བ་ཁྱབ་སྤེལ་གྱི་ཚོད་ཅིག་ས་ཆ་ཅིག་སྤྲད་རོགས་ཞེས་ཞུས་པ་རེད། དེ་བྱས་ནས་རྒྱལ་པོ་གིས་ཕྱོགས་གཅིག་ནས་ད་མི་སྐྱོ་པོ་ཅིག་གིས་ད་ཆོས་དོན་དེ་འདྲའི་བྱ་མཁན་ལ་དུས་ད་རྗེས་སུ་ཡི་རང་དང་བསྔགས་བརྗོད་བྱས་ཡོད་པ་རེད་ཕྱོགས་གཅིག་ནས་ད་ཆོས་དེ་ཆུང་ཆུང་འགྲོ་བ་ཆགས་ཀྱི་རོགས་ད། འོ་དེ་འདྲ་བྱས་ན་འགྲིག་གི་རེད། མ་དེ་བྱས་ནས་ཨ་ནི་མ་ལས་ནི། ཨ་ནི་ཨ་མ་ལ་ཡི་གར་བྱེར་ཟིན་ན་རླངས་འཁོར་ཁོ་བཏུབ་བྱས་ཐག་པ་ན་ཞིང་ཨ་དིག་བསྐོར་ནས་རྒྱ་ཁྱོན་དིག་གིས་ཨ་ནི་རྒྱ་ཁྱོན་ཆེན་པོ་ཆགས་རེས་དིག་ལུས་རྒྱུན་རྣམས་ལ་བྱས་མ་སོང་ཁ་རྒྱུན་ལ་དེ་འདྲ་བཤད་གི་འདུག་གང་ལྟར་ཡང་ཨ་ནི་ད་ལྟ་ཡི་ཆོས་དོན་རྒྱ་ཁྱོན་ཆེན་པོ་དེ་ཞང་ཧའེ་འགོ་བཙུགས་འདུག་བྱས་ཡོང་དུས་རྫ་ནས་ཨ་ནེ་མི་དེ་ཚོས་ཀྱིས་ད་མི་སྐྱོ་བོ་གཅིག་གིས་དེ་འདྲའི་མཆོད་རྟེན་ཆེན་པོ་དེ་འདྲ་བཞེངས་པ་ཡིན་ན་ཨ་ནེ་སྐྱེས་ཕོ་དང་བློན་པོ་དང་ཕྱུག་པོ་དེ་ཚོས་ཀྱིས་ད་མཆོད་རྟེན་ག་འདྲས་བཞག་དགོས་རེད་ད་ལྟས་ངོ་ཚ་བོ་འདྲ་བོ་ཆགས་ཀྱི་རེད་ཅེས་ན་འདི་བཀག་དགོས་ཀྱི་འདུག་ལབ་ནས་ཨ་ནེ་ལྟས་ཕྲག་དོག་འདྲ་བོ་ད་འདི་བྱས་ནས་སྐྱེས་ཕོ་ལ་ལབ་ནས་སྐྱེས་ཕོས་ཀྱིས་ད་ཁོ་རང་གིས་དེ་འདྲས་བྱས་ནས་འདི་བྱས་ཏེ་ཧ་ལས་དགོས་ཡ་རེད་སེམས་ཤུགས་དེ་འདྲས་སྐྱེས་ཡ་དེ། ངའི་དྲི་གི་རེད་ལབ་ཚ་ཡིན་སྐྱིད་པོའི་སྨྲ་བ་ལན་གཅིག་རེད་ཨིན་ད་ཐབས་ཤེས་བྱེད་ཡ་ཡོད་མ་རེད་སླད་ནི་འདི་མ་བྱེད་ནས་འདི་གི་ཆོས་ལྡན་མིང་འདི་ལ་བྱ་རུང་ཁ་ཤོར་ད་ངའི་ཁ་ནས་ཤོར་ཚར་སོང་བྱས་ན་འགྲིག་གི་རེད་སླད་ནི་འདི་འདྲའི་བཤད་སྲོལ་དེ་ནས་ཡོང་གི་འདུག་འོ་འདུག་ཕྱིན་ད་ཆོས་ལྡན་འདི་རྨང་གཞི་བཏིང་རྗེས་ཞུ་ཁྲི་འདི་ཚར་བའི་རྗེས་ལ་ཨ་ནེ་ཨ་མ་འདྲོངས་རྗེས་ཁ་ཆེམས་བཞག་ནས་ད་ཆོས་ལྡན་འདི་ཆ་ཚང་ཨ་ནི་འདི་བྱེད་ཤོག། ལ་ནི། རྫོགས་པར་བྱས་ནས་གསོལ་ཤོག་ལ་ནི་བུར་ཤིག་གིས་དཀའ་ལས་སྐྱབས་བྱས་ཕ་མའི་དྲིན་ལས་གསོལ་ཡ་དག་བྱས་ནས་འདི་ཡན་ཆད་དེ་ནི་བུར་ཤིག་དེ་གིས་བཤངས་པ་རེད། ཨོ་དེ་ནི་ཤེས་གི་ཨོ་རེད། ལ་ཞིག་ལ།
ཨ་ནི་དེ་ལ། དེ་ཆ་བི་ནང་ལ་ཡང་ཅིག་ལུང་བསྟན་དང་གཏེར་མ་དེ་འདྲའི་ནང་ལ་ཡང་མཆོད་རྟེན་འདི་ཡི་རྒྱུ་ཆ་སྐོར་ལ་ཡང་གསུང་ཡ་ཡོད་རེད་བས་ད་ལྟ་ངས་ད་ལྟ་དེབ་ནང་མཐོང་ཡ་བྱས་བས་ན་ལོ་རྒྱུས་ནང་ལ་ཡང་རྡོ་དང་ས་རང་གི་ཅིག་ཡང་མཆོད་རྟེན་བཞེངས་སྟངས་འདི་སྐོར་ལ་ཡང་ལོ་རྒྱུས་དེ་འདྲའི་ཡོད་ན་ལ། རྒྱུ་ཆ་ག་རེ་ཡིན་མིན་དེ་འདྲའི་ངས་བརྗེད་མ་སོང། ས་རྡོ་སྐད་ཅིག་བཤད་ཀྱི་འདུག་ས་རྡོ་རང་གི་ཐོག་ནས། ད་གཙོ་བོ་དེ་མཆོད་རྟེན་བཞེངས་ཚར་བའི་རྗེས་ལ་ཨ་ནེ་རབ་གནས་བྱེད་ཀྱི་རུ་བ་ད་བཞུགས་ལ་རབ་གནས་བཅས་བྱེད་ཡོང་དུས་རྩ་ནས་ཨ་ནེ་ཕ་གིའི་སངས་རྒྱས་དང་ཅི་འབྱོན་སྲིན་པོ་མང་པོ་ནང་ཁ་བཀང་བ་ཕ་ཕས་བཅས་ཨ་ནེ་གཞས་སྲིད་ཁོང་ཚོ་ལ་དེ་མཆོད་རྟེན་བཞེངས་མཁན་དང་ད་བུ་བཞི་དང་ཁོང་ཚོ་ལ། ཉིན་མོ་མང་པོའི་བར་དུ་ཨ་ནེ་གཞས་སྲིད། ཨ་ནེ་མེ་ཏོག་གི་ཆར་བ་དུས་སུ་བབས། བ་དུར་བྱས་ནས་ཐ་མ་འདི་ལ་ནི་སངས་རྒྱས་དང་བྱང་ཆུབ་སེམས་དཔའ་དེ་སྐད་དུ་མཆོད་རྟེན་འདི་ལ་ཐིམ་ནས་དེ་འབྲས་ཀྱི་སྣང་བ་འབྱུང་བ་དང། ལྷག་པར་དུ་སངས་རྒྱས་དང་བྱང་ཆུབ་སེམས་དཔའ་དེ་སྐད་དེ་ཡི་དྭགས་ཁྱེད་རང་ཚོས་ཀྱིས་བསོད་ནམས་བཞི་པོ་བསགས་པ་རེད་སྨོན་ལམ་བརྒྱབ་ཤོག་སྨོན་ལམ་གང་བརྒྱབ་པ་དེ་འགྲུབ་ཀྱི་རེད་གསུངས་རྗེས་དེ་ལ་ཐིམ། དེ་ལ་ཐིམ། དེ་སྐད་ནི་ད་ལྟ་ཁོ་ཚོས་སྤུ་གུ་ཤི་དེ་སྐད་སྨོན་ལམ་བརྒྱབ་ནས་ད་མ་འོངས་པ་ན་བོད་ལ་ནི་སངས་རྒྱས་ཀྱི་བསྟན་པ་ཕ་གི་གཙུག་ཨད་ད་བུ་རྒན་ཤོག་གིས་སངས་རྒྱས་བསྟན་པ་གཙུག་ཨད་དང། དེ་འོག་མ་གི་ད་སེང་གེ་བསྟན་པའི་ད་བཞི་མ་དེ་དགེ་འདུན་གྱི་དེ་བཙུགས་ནས་ཨེ་རབ་བྱུང་གི་དེ་སྤེལ་ཨེ་དང། ཨེ་དེ་འོག་མ་འདི་གི་ད་སངས་རྒྱས་བསྟན་པ་གསུང་ཨེ་དང། འོ་དེ་འདྲའི་ཕྱི་ནས་སྨོན་ལམ་བརྒྱ་བྱས་ཨེ་སྨོན་ལམ་དེ་གི་དེ་ཏག་ཏག་གྲུབ་ནས་ད་ཕྱིས་སུ་ཨེ་མཁན་ཆེན་བོ་དྷི་ས་ཏོ་དང། ཨེ་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་དང་གུ་རུ་རིན་པོ་ཆེ་དང་ཨེ་གཅིག་བློན་ཆེན་བྱས་ཨོ་རེད། ཨེ་གཞན་ཡང་དེ་དུས་སྐབས་ལ་སྨོན་ལམ་བརྒྱ་བྱ་ཡུལ་མང་པོ་ཅིག་ཨེ་དེ་དུས་སྐྱེས་བྱས་བོད་ལ་སངས་རྒྱས་བསྟན་པ་སྤེལ་ཨེ་ལ་ཅི་བྱས་ཞག་འོ་དེ་འདྲའི་ཕྱིན་ནས་ཆོས་ཐུན་འདི་ལ། དངུལ་ལོང་བཏབ་ཚེ་འགྲུབ་གི་རེད་ཟེར་ནས་བཤད་སྲོལ་དེ་འདྲ་ཡོང་བསྡད་གི་རེད། སྤྱིར་བཟང་ཐང་མི་མང་པོ་གི་རྩ་ཆེན་མོ་རྩི་ཡས་ཅིག་དེ་འདྲའི་ཡིན་ས་རེད། ད་ནི་བོད་པའི་གིས་ད་བོད་དོན་དང་འབྲེལ་བ་ཡོད་པ་ཆགས་ཡས་ཅིག་དེ་འདྲའི་མེད་འགྲོ།
དེ་ལ་ད་ལྟ་ངས་གོང་དུ། ཆོས་ལྡན་རིན་པོ་ཆེ་དེ་རྩ་ཆེན་པོ་ག་ཕྱིན་ནས་ཡིན་མེད་དང། ཆོས་ལྡན་རིན་པོ་ཆེས་དེའི་གི་དབྱིབས་དང་བཀོད་པ་དེའི་སྐོར་ལ་ཡང་བཀའ་དྲིན་ཞུས་པ་ཡིན། ངས་ད་ལྟ་རྩ་བའི་དགེ་ལ་ད་ལྟ་གོང་དུ་གསུངས་སོང་ཡིན་པ་ཡིན་ནས་ཡོངས་གྲགས་ལ་དགེ་ལ་ད་ག་རང་གསུངས་གི་འདུག་བལ་ཡུལ་གྱི་ཆོས་ལྡན་བྱ་རུང་ཁ་ཤོ་དེ་ལ་ཡང་སྨོན་ལམ་རྒྱབ་པ་ཡིན་ན་འདི་འགྲུབ་གི་རེད་གསུངས་སྲོལ་ཞིག་འདུག་དགེ་ལ་ད་ལྟ་ད་ཆོས་ལྡན་བྱ་རུང་ཁ་ཤོ་སྐོར་ལ་ཡང་རྒྱུས་ལོན་དང་སློབ་སྦྱོང་གནང་པའི་ནང་ལ་ཡང་ཅིག་ཕྱག་དཔེ་ནང་ལོ་དང་ལུང་བསྟན་དང་ཡང་གཏེར་མ་ནང་དེ་ནས་ལ་ཡང་ཅིག་ཆོས་ལྡན་འདི་ལ་ཡང་ཐུན་མོང་མ་ཡིན་པ་གཞན་པ་ག་རེ་གཟིགས་ཡོད་ན། ལྟར།
དེ་ཡི་རྩ་བའི་ལྟར་མཆོད་རྟེན་སངས་རྒྱས་ཀྱི། བདག་གིས་བསླབ་པ་ན་ཤིང་གི་སྐུ་གསུང་ཐུགས་རྟེན་བྱས་ནས་སངས་རྒྱས་རིང་བསྲེལ་ཡོད་པར་བྱས་དུས་ཚོད་ཡིན་ན། དུས་ཚོད་ལས་སྨོན་ལམ་རྒྱག་བྱེད་པ་ཡིན་ན་ཤིང་གི་ཐུགས་ལ་བརྟེན་ནས་ད་གསུམ་ལོ་བཞི་བརྒྱ་ཞིག་ས་རྡོས་བཙལ་ནས་སྨོན་ལམ་འདྲེན་ནུས་པ་ཞིག་ཕལ་ཆེར་ཡོད་རེད། ད་དེ་དམིགས་བསལ་གྱི་དེ་འདྲ་ཡོད་ཀྱི་མ་རེད་ཚང་མ་ལ་གཅིག་པ་ཡིན་གྱི་རེད། ད་ཁྱད་པར་དེ་ཡང་འབྲི་ཀློག་ཡོད་མེད་སྐད་ཆ་ཅི་ཡོད་ཟེར་བ། ད་འབྲི་ཀློག་ཡོད་མེད་ལས་དུས་ད་ཁོ་རང་ཚོས་ཀྱི་མཆོད་རྟེན་བཞེངས་མཁན་དུ་ཚོད་ཀྱིས་ད་བོད་ཀྱི་སངས་རྒྱས་བསྟན་པ་ད་རེས་ཀྱི་ཆེད་དུ་སྨོན་ལམ་རྒྱབ་དེ་ལ་བརྟེན་ནས་བོད་ལ་སངས་རྒྱས་བསྟན་པ་དར་བྱེད་ན། དེ་འདྲའི་སྐད་ཆ་བཤད་པ་ཡིན་ན་ཡང་བོད་པ་དང་དམིགས་བསལ་འབྲེལ་བ་ཡོད་པ་དེ་འདྲས་དེ་འདྲས་ཡོང་སྲིད་ཀྱི་རེད་བ། འབྲེལ་བ་ཡོད་མེད་ཀྱི་ཐོག་ནས་ཕན་ཐོག་ཅི་འབྱུང་དེ་འདྲས་ཡོང་མཁན་དེ་འདྲས་ཡོད་ས་རེད།
དེ་ནས་ཁྱེད་ལ་ངས་བཀའ་འདྲི་ཞུ་ཡ་གཅིག་དེ་འདི་ཆགས་སྡོད་ཀྱི་ཡོད། ང་ཚོའི་བལ་ཡུལ་གྱི་མཆོད་རྟེན་བྱ་རུང་ཁ་ཤོ་མཇལ་ཁ་འགྲོ་བའི་སྐབས་ལ་ཡ། མཆོད་རྟེན་གྱི་ཞབས་ལ་ཐག་སྐོར་ར་འགྲོ་བའི་སྐབས་ལ་ཡ་མ་ནི་འཁོར་ལོ་དྲུག་བརྒྱ་ཡོད་པ་ཞིག་གསུང་གི་འདུག། འདིའི་སྒང་ལ་ཡང་ད་ཅིག་རིམ་པ། གཉིས་པ། གཉིས་པ་གཡས་གཡོན་འདི་ལ་ཡང་སངས་རྒྱས་དང་བྱང་ཆུབ་སེམས་དཔའི་གྱི་སྐུ་བསྙེན་བརྒྱ་དང་བརྒྱད་སྐུ་འདྲ་བརྒྱ་དང་བརྒྱད་བཞེངས་བསྡད་པ་ཞིག་ཆགས་ཀྱི་འདུག། དེ་བཞིན་གྱི་ཞབས་ལ་ད་ཆོས་མེད་ཕུལ་ངེས་རེད་ཡོན་ཆབ་ཕུལ་ངེས་རེད་མེ་འབྲས་བཟང་ངེས་རེད་ཡང་ཅིག་རྐྱང་ཆགས་ཕུལ་ངེས་མ་ནི་གསོག་སྒྲུབ་གནང་མཁན་འདི་འདྲ་མང་པོ་ཞིག་མཇལ་ཡས་འདུག། ང་ཚོ་ད་ཀྱི་ལ་བལ་ཡུལ་ཆོས་ལྡན་བྱ་རུང་ཁ་ཤོར་གནས་མཇལ་འགྲོ་ངེས་ཅིག་གིས་བལ་ཡུལ་ཆོས་ལྡན་འགྲོ་བ། ཕ་གི་སྦྱོར་བ་ད། ལུས་ངག་ཡིད་གསུམ་གྱི་ད་སྒོ་གསུམ་གྱི་སྤྱོད་པ་ག་འདྲེས་ཁེགས་དགོས་རེད་གི་ལ། གཅིག་གི། གནས་མཇལ་བ་གཅིག་གི་སྒོ་གསུམ་གྱི་སྤྱོད་ཚུལ་བསྟན་སྟངས་དེ་ག་འདྲེས་ཁེགས་དགོས་རེད་དེ་ཅི་ཞུ་ཡ་ཡིན་ན། ད་ད་ལྟ་དེ་ཆོས་ལྡན་བྱེས་ཁར་འགྲོ་ཡས། གཙོ་བོ་དེ་ད་སྐུ་ཞབས་ཀྱི་རྣམ་པ་བྱས་ནས་འགྲོ་དགོས་ར་བ་བྱེས་ཁར་འགྲོ། ད་སྐོར་ར་སྐོར་ཡས་དང། ཨ་ནི་ཕྱག་འཚལ་ཡས་དང་དུས་ཚོད་ཚང་མ་ད་སྐུ་ཞབས་ཀྱི་མཚོན་དོན་བྱ་དགོས་རེད། ལོས་ཟེར། ད་དེང་ན་བཞིན་ཆོས་པ་ཕུལ་ཡས་དང་དུས་ཚོད་དེ་བྱེད་དུས་གཙོ་བོ་དེ་ད་ལུས་ངག་ཡིད་གསུམ་ད་དད་གུས་ཀྱི་ཐོག་ནས